བཀྲ་སྐད་ལགས། ད་ངས་གོང་དུ། ང་ཚོ་འདི་ད་སྙན་ཡིག་བཟོ་བྱེད་ཀྱི་ཉིན་མཆིས་ཏེ། སེར་མོར་བརྫུས་རྒྱུ་དེ་གོང་དུ་ངོ་སྤྲོད་སོང་བ་ནང་བཞིན་གྱི་ད་ངས་འདི་ནང་གསེས་ད་ག་རང་གི་སྙན་མཆིས་འདི་གི་ནང་གསེས་ཀྱི་ད་སྡེ་ཚན་དུ་རིམ་པ་རིམ་པ་ནས་ངོ་སྤྲོད་བྱེད་ཀྱི་ཡིན། ད་ད་ངས་ངོ་སྤྲོད་བྱེད་རྒྱུ་དེ་ཡིན་ན་སྤྱིར་བཏང་གི་སྐད་ཡིག་དེ་ང་ཚོས་མང་པོ་ཚུར་བསྒྱུར་དགོས་འདུག་ཨ་ཡིན་གཅིག་ད་ལྟ་ངས་འདི་ནང་རྒྱ་ཡིག་ནང་བསྒྱུར་ཆོག་ག་རེད། དེས་ན་སྐད་ཡིག་བསྒྱུར་ས་དེ་འདི་ནང་འགྲོ་དགོས་ཀྱི་འདུག་འདི་ནང་སོང། ཨ་ནི་འདི་ནང་སོང་ཚེ་གི་ད་གར་གི་སྐད་ཡིག་འདྲ་མིན་སྣ་ཚོགས་མང་པོ་ཚུར་བསྒྱུར་ས་འདུག་དེ་ཚོ་མང་ནང་ག་གང་བསྒྱུར་ན་ད་འདི་གི་ད་ང་ཚོ་གི་རྒྱ་ཡིག་ནང་བསྒྱུར་བ་རེད། བསྒྱུར་ཚར་ཡོད་ཀྱི་ནི་འདི ok དུ་བསྒྱུར་ཐུབ་འདུག་ཨོ་དེ་ནའང་འགྲིག་ས་རེད་ད་ངའི་དང་པོ་དེ་ཡིན་ན་འདི about this project ལ་འདི་ལྟ། ཨ། ལས་གཞི་འདི་གི་ད། ཨ་ནི། བསྐུར་ནས་ཡོད་རེད་འདུག་དེ་ཡང་གནས་ཚུལ་ལོ་རྒྱུས་ཐོག་མ་འདི་རྣམས་བྲི་དགོས་ཀྱི་འདུག་ཨ་ནི། དང་པོ་དེ་ཡིན་ན་འདི་ངས་ཡང་རྫས་མ་ཞིག་བྲིས་ཆོག་ཁ་བྱང་བྲི་དགོས་ཀྱི་འདུག་ཁ་བྱང་དེ་གི་ལེགས་བཤད་དེ་གི་ཁ་དབྱིག་འདི་ལྟར་ངས་རྫས་མ་ཞིག་བྲིས་འདི་ན་བྲིས་ཆོག་རྒྱུ་དེ་ལས་འདི་ན་ཡིན་ཟེར་གི་ཁར་སྐད་དང་ལེགས་བཤད་དེ་གི་འགྲེལ་བཤད་འབྲི་ས་བ་གཙོ་བོ་དེ་རེད། ཨ་ནི། འདི་ཡིན་ཟེར་གི་སྐད་ཡིག་འདི་ཡིན་ས་བ་ཅི། སྐད་ཡིག་འདི་ཡིན་ས་བ་འདི་རེད།

བཟོ་དགོས་པའི་རྒྱུ་མཚན་ནི་འདི་བ་ད་ཀིར་ཀའི་ལེན་རོགས་ད་ཚེ་གོ་ར་ད་དེ་ལ་ཡིན་ན་འདི་ཡིས་གཞི་འཇིག་ན་ད་ངས་དུ་མ་ཚོ་བྲིས་བཞག་ཡོད་ད་སོ་སོ་གི་བོད་ཡིག་བྲིས་ན་འདི་ཀིར་ཡིན་གྱིས་བྲིས་ན་འདི་ཀིར་གོང་ལྟར་ངས་འདི་ནས་རྒྱ་ཡིག་ཏུ་བྲིས་ཉོས་བཞག་ཏོང་ཡོད་སོ་སོ་གི་ད་འདེམས་ཁ་རྒྱག་ག་རེད་ཨ་ནི་འདི་ནས་ད་ཚི་སོ་སོ་གི་ད་ཅིག་ལེན་ནི་འདི་འདྲ་དཔེར་ན་ཚི་བ་གསུམ་ད་གོང་ལྟར་དེ་འདྲ་ཅིག་འགྱུར་བ་དང།

འདི་ལས་ཆོས་ཐམས་ཅད་སྨིན་གྱི་ནང་ནས་འདི་ཚོ་ཚང་མ་དགྲ་ཡིན་གཅིག་དང་རྒྱ་གི་ཚང་མ་ནོར་ཧྲིལ་ཡིན་བཞག་དང་སོ་སོ་གོ་བོད་ཡིག་ནང་བྲིས་ན་འགྲིག་གི་ཡོད་རེད་ཨ་ཡིན་གཅིག་ནང་བྲིས་ན་འགྲིག་གི་འདུག་རྒྱ་ཡིག་ནང་བྲིས་ན་གང་ལྟར་ཁྱབ་པར་མི་འདུག་ཨ་ནི་ད་ངས་སྡེ་ཚན་འདི་འདི་ཙམ་གྱི་ཕྱོགས་ནས་བཤད་གི་ཡིན་ད་དེ་ཡང་སྡེ་ཚན་རྗེས་མ་བ་དེ་ཡང་བསྐྱར་འགོ་རྩོམ་གི་ཡང་ནི་ཐུགས་རྗེ་ཆེ།